ནི་ངའི་ཕ་ཡུལ་ཨ་བུ་ཁམས་ཤུལ་ཡིན། དེ་ནས་ད་ང་ཉིས་སྟོང་གསུམ་ཟག་ལ་ཨ་ནེ་བུ་ནི་ཚོར་རྒྱ་གར་ལ་ཡོང། རྒྱ་གར་རྡ་རམ་ས་ལ་སློབ་གྲྭར་འགྲོ། དེ་ནས་ད་ཉིས་སྟོང་བཅུ་གཅིག་ཟག་ལ་བན་རྒྱང་ལ་ཡོང། འོ་དེ་བྱས་པ་ཡིན། ད་སློབ་གྲྭ་འདི་ནང་ལ་ཞབས་འདྲེན་ཞུས་ནས་ལོ། ད་ལོ་བརྒྱད་ས་འོ་དེ་འདྲ་འགྲོ་གི་ཡོད་དོ། ཚང་མ་བཀྲ་ཤིས་བདེ་ལེགས་ལྷད་མེད་བསྟན་འཛིན་གྱིས་ང་ལོ་བཅུ་བདུན་ཡིན། ཨ་ནི། ངའི་སྐྱེས་ས་དེ་རྒྱ་གར་རྡ་རམ་ས་ལ་ལ་ཁྱི་ཡིན། ཨ་ནི་རྡ་རམ་ས་ལ་ལ་ང་དཔེ་ལྡན་སློབ་གྲྭར་བསྐྲུན་ནས་ཨ་ནི་ལོ་ལྔ་ཟེར་ཨ་ནི་ང་སྦེལ་ཇམ་ལ་ཚུར་ལེན་ཡིན་ཨ་ནི་ཚུར་ལེན་ནས་ངས་དེ་ལ་བོད་ཡིག་སློབ་གྲྭ་སྔོན་འགྲོ་གསུམ་པ་ནས་འཛིན་གྲྭ་བརྒྱད་བར་བ་འདུག་ཨ་ནི་འཛིན་གྲྭ་བརྒྱད་བ་ནས་ཨ་ནི་དགེ་རྒན་བྱས་དགོས་ཚུལ་ཡིན། ཨ་ནི་ཕྱི་རྒྱལ་སློབ་གྲྭ་ལ་ཨ་ནི་ད་ལྟ་ང་འཛིན་གྲྭ་བཅུ་གཉིས་ཡིན།
དེ་ནས་ང་ལ་སྤུན་གཉིས་ཡོད་ཨ་ནི་ཁོ་རང་གཉིས་རེད་ན་བུ་མོ་དེ་རེད་ན་རྡ་རམ་ས་སྐྱེས་རྒྱུ་རེད་ཨ་ནི་རྡ་རམ་ས་ནི་ད་སྔོན་འགྲོ་འགྲོ་དུས་སུ་འགྲོ་རེད་མང་ཆེ་སློབ་གྲྭ་འདི་ན་འགྲོ་རེད་ཁོ་རང་ལོ་ལྔ་གང་འདས་བོད་འབྱམས་སླེབས་པ་རེད་ཨ་ནི་ལོ་ལྔ་ནས་ལོ་དྲུག་ས་ནི་ད་ཆུ་རེན་འཛིན་སྐྱོང་ཁང་སློབ་གྲྭ་ལ་འགྲོ་ནས་ཨ་ནི་ད་འཛིན་གྲྭ་བརྒྱད་པ་བར་དུ་འགྲོ་ཨ་ནི་འཛིན་གྲྭ་བརྒྱད་པ་འདི་ནས་ཆུ་རེན་འཛིན་སྐྱོང་ཁང་སློབ་གྲྭ་ནས་འཐུས་ནས་ཨ་ནི་ད་ལྟ་རེད་ན་ད་ངོས་རང

གཉིས། དེ་འདྲ་དྲང་པོ་ཤེས་ན་ཆུང་དུས་དུས་སྐབས་སུ་ནི་ཅིག་བོད་ཡིག་དང་བོད་སྐད་ལ་ཅིག་སྣང་ད་དོན་སྣང་ལུགས་དམིགས་བསལ་འགྲོ་མཁན་མེད་ར་ད་ཀས་བོད་ཡིག་དང་བོད་ཡིག་སྦྱང་བོ་རེ་ལ་བ་ཙམ་རེ་མ་བྱིན་པ་ད་ད་སུ་སུ་ཞིག་ད་དགོས་ཚུལ་མེད་ར་ད་གལ་ཆེ་ལོས་དང་ནི། ཚོད་ཟུར་གྱིས་བོད་ཡིག་དར་རྒྱས་དང་ནི་དགོན་སྡེ་ཚང་མ་སྦྱང་བའི་ཡི་དོན་དག་དམིགས་བསལ་ལྟར་དགོས་ཚུལ་དགོས་ཚུལ་མེད་ར་སེ་བོ་ཤྲཱི་ཡོད་མ་བྱེད་དུས་སྐབས་སུ་ཨན་ད་པ་ལ་མ་གི་སྦྱང་ནི་ལ་ནི་ནི་ག་ལི་ག་ལི་ནི་འབད་བརྩོན་བྱེད་བྱེད་བྱེད་ནི་ད་དུས་དེ་གང་ལ་ང་ཆུང་ཆུང་ཡོད་དུས་སྐབས་སུ།

ད་དེ་འདྲ་འཛིན་གྲྭ་རྒྱལ་བ་ཐོན་ནས་ཨ་ནི་ང་དགེ་རྒན་བྱས་གོ་ཚུལ་རེད། ཡིན་ན་ཡང་ཨ་ནི་ད་རྒྱལ་བ་ནས་ཨ་ནི་གོ་བ་ཆུ་བ་དེ་ཚོ་འཛིན་གྲྭ་ཐོས་སི་ལ་ཨ་ནི་འགྲོ་ཐུ་མེད་ཙང་ཨ་ནི་ད་ངའི་སློབ་སྦྱོང་ད་ཚང་ཚང། ཚང་ནི་གཡུ་རབས་མ་རེད་རང་ད་དེ་འདོད་མི་ཤེས་ན་མང་པོ་ཡོད་སེམས་གི་འདུག་དེ་ཡིན་ཙང་ནི་ད་དགེ་རྒན་ཕྱི་ནས་དགེ་རྒན་ཆགས་གོ་སྐབས་ར་ནི་ནི་པུའུ་ལ་བསླབ་ཀྱིན་བསླབ་ཀྱིན་སོ་སོ་སྦྱང་གི་གོ་སྐབས་ར་ཡོད་འདུག་ར་ནི་གཅིག་མཚམས་མཚམས་པུའུ་ཚོ་ནི་བྲེལ་བ་འདྲ་མི་འདྲ་ཁུལ་ར་ནི་འོ་དེ་དེ་མཚམས་མཚམས་ང་རང་ལས་ཏག་ཏག་འགྲོ་སྐྱལ་མ་ཐོན་རུ་ཚོ་ལས་ཡོད་འདུག་ནི

ཡག་རོགས་ཡོང་གི་འདུག་ད་གང་ལྟར་དགེ་རྒན་གྱི་ལྷག་པ་ཡིན་ན་ཡང་ལོ་རྒྱུས་ཕུ་ཐག་ལས་ལྷག་འདུག་ཕ་མའི་ངོས་ནས་ཡིན་པ་ཡིན་ན་ནི་ལོ་རྒྱུས་ཕུ་ཐག་ལ་སྒྲོ་མདངས་བསྒྱུར་བ་བཏང་ཡག་ཡིན་ན་འདྲ་ཚེགས་ལབ་པ་ཡག་ཡིན་ན་འདྲ་ད་ག་རེ་ཐུག་ནས་ཡིན་ན་གང་ལྟར་ང་ཚོ་ཕ་མ་རྣམས་པ་གིས་ཅིག་ལོ་རྒྱུས་ཕུ་ཐག་ལ་མ་ང་ཞུགས་རྒྱག་དུས་ཚོད་མ་ང་བཏང་བ་ཡིན་ན་ཨ་ནི་ལོ་རྒྱུས་ཡག་ཐག་ལ་དུས་ཚོད་བཏང་བ་ལས་དགེ་མཚན་ཆེ་ཡག་དང་ཨ་ནི་གྲུབ་འབྲས་ཆེ་ཡག་དེ་ཡོང་གི་འདུག་ད་དེ་ང་རེ་གི་ཁ་ཚོ་ད་ཉམས་མྱོང་རོགས་ད་དེ་ཚོ་དངོས་གནས་ཀྱི་ཚོ་ཁ་ཚོ་ཚོ་དེ་རེད་ད་ཉམས་མྱོང་དངོས་སུ་ད་ཉམས་མྱོང་རོགས་བྱུང་ཞེས་འོ་དེ་རེད་ཞུ། ད་ང་ཆུང་དུས་ནས་ནི་བོད་སྐད་བོད་ཡིག་སྦྱང་དུས་སྐབས་སུ་དཀའ་ངལ་མ་འཕྲད་བ་མ་རེད་ང་ཆུང་དུས་ནི་ད་ཕྱི་སྐད་ད་སྤུ་མང་ཆགས་ནི་རེད་བསམ་མི་འདུག་ད་ཕྱི་སྐད་ནི་སྤུ་ནི་ད་ག་ནས་ལོག་མི་སེར་གཉིས་སྐྱེ་བ་རུ་གཅིག་པ་རེད་ད་ཕྱོགས་གཅིག་ནས་ནི་ཕྱི་སྐད་ཡིག་ནི་སྐད་ཡིག་དང་ཡོན་རྫོ་སྦྱང་འོ་རེད་ཕྱོགས་གཅིག་ནས་ནི་ཟ་འཇུག་ཡོན་རྫོ་རེད་མང་ཆགས་ད་བོད་ཡིག་བོད་སྐད་སྦྱང་འོ་རེད།

ག་དུས་དོགས་པ་འགྲོ་ཡོད་སེམས་ན་དགེ་རྒན་ལ་ཕ་བསྟེན་ས་ཡོད་རེད་ཨ་ནི་ཕ་མ་ལ་ཡི་བསྟེན་ས་ཡོད་རེད་ཡིན་ན་ཡང་ཨ་ནི་ད་ཕྱིར་ཕྱིར་འགྲོ་དུས་ཨ་ནི་སུ་ཡོད་སུ་གྱིས་ཨ་ནི་ད་ནི་ཁ་པར་ནང་ཚེ་འགྲོ་ཐ་སྙད་ཅིག་མ་ཤེས་ན་ཡང་མིན་ན་དག་ཆ་ཅིག་མ་ཤེས་ན་ཨ་ནི་ཁ་བརྡུང་སུ་ཡོད་སུ་ཨ་ནི་ཅིག་དེབ་ན་ལྟ་ག་འདྲ་འདྲ་ཨ་འགྲོ་གྱིས་ཨ་ནི་གོམས་ཤིག་གླེང་ན་ཨ་ནི

ལམ་བུའི་ནི་ཁོའི་ནང་ལ་དབྱིན་ཇི་དང་མི་འདྲ་མིན་མཉམ་དུ་སྦྲེལ་ཡོད་རེད། དེ་ཡིན་ཙང་ནི་བོད་ཡིག་དང་བོད་སྐད་སྦྱང་ཡག་ལ་ནི་འབད་བརྩོན་མང་བ་བྱེད་འོས་པའི་དང་ལྷག་བསམ་ན་ད་བོད་ཡིག་དང་བོད་སྐད་གཅིག་པུ་སྦྱང་གི་གཅིག་པུ་མ་རེད་དེ་ཆེད་དུ་གཅིག་པུ་མ་རེད་ལ་ཁ་སང་ན་ད་སོ་སོ་ནང་པ་ཡིན་པའི་ཆ་ནས་ད་བོད་པ་ཡིན་པའི་ཆ་ནས་ནང་ཆོས་དེ་ཤེས་ཆེན་པོ་རེད་མཐོང་དུ། གནས་ནང་ཆོས་ཐོག་ནས་ད་ཞིག་ག་འདྲ་ལགས། ཆོས་གཅིག་སྦྱང་བ་གཅིག་པོ་ཡིན་མ་རེད་ནང་ཆོས་ཐོག་ནས་ད། སོ་སོ་གི་སེམས་ཁམས་རིག་པ་ལ་ཨ་འགྲོ་སྦྱང་འདོད་པ་ཚོ་ད་སེམས་ཁམས་ལ་དཔེ་ཕན་གི་འདུག་གནས་ད་ལྟ་ཕྱི་རྒྱལ་ལ་ཡིན་ན་མི་མང་པོ་གི་དཀའ་ངལ་འདི་རེད་ཤ་ད་ཕྱི་རྒྱལ་མི་ནི་ཚོ་ཅིག་སེམས་ད་བདེ་བོ་མེད་ཨ་འགྲོ་ད་དཀའ་ངལ་འཕྲད་དུས་ལགས་སོ་ད་ག་འདྲས་སྤྱོད་འོ་ཡོད་པ་གི། ཐབས་ཤེས་སྒྲོལ་ཅིག་མ་ནི་ཨ་ནི་པའི་བུ་ཚོ་ཐུགས་ཆེ་ཡ་གི་ཕྱི་རྒྱལ་ལ་མི་མང་པོ་ཡོད་རེད་དེ་ཐུགས་ལ་ད་དཀའ་ངལ་ཆེན་པོ་འཕྲད་འོག་རེད་ཡིན་ན་ཡང་ང་ཚོ་བོད་པ་ཡིན་པའི་ཆ་ནས་ཨ་ནི་ཨ་ནི་ནང་ཆོས་སྦྱངས་ནས་ཨ་ནི་སོ་སོ་གི་དཀའ་ངལ་འཕྲད་ན་ཡང་ག་འདྲས་སྤྱོད་དགོས་ཡོད་པ་ཨ་ནི་ང་རྒྱལ་དང་སྡུག་བསྔལ་དང་ཕ་སུ་ལ་བཞག་ནས་ཨ་ནི་དེ་ཚོ་ཆ་ཚང་མ་གི་སྦྱངས་སྦྱངས་དེ་གོ་སྐབས་ཡོད་སེམས་མི་འདུག་ཨ་ནི་ནང་ཆོས་སྦྱངས་ལ་ཨ་ནི

རིགས་རྣམས་ཀྱང་ལ་ཞོ་ཕན་མི་འདུག་ཨ་ནི་ནམ་རྒྱུན་ནས་ཡིན་ནའི། ད་ཅིག་མི་དགེ་མི་གཞན་གྱིས་ཨ་ནི་རྒན་པ་ནི་ཚོ་ཡིས་ང་ལ་སློབ་གསོ་ཡོད་ཅེས་བསྐྱར་ཨ་ནི་རྐང་གཉིས་རུ་ཁྲིད་ཡོད་ན་ཨ་ནི་འབྲོག་པ་ཆེ་བས་ག་འདྲས་སྤྱོད་འོང་བ་རེད་ང་དེ་རྐང་གཉིས་ཁྲིད་ཡི་འདུག་ཨ་ནི་ག་འདྲས་ཁྱོད་ལ་ག་རེ་བྱས་ཡོད་རེད་འདུག་དྲི་བ་ཕུ་ཐོན་སྐབས་སུ་ཨ་ནི་ཁོ་ཚོས་ང་ལ་སློབ་གསོ་རྒྱག་ཁྱོད་ཨ་འདྲས་འདྲས་བྱས་ཡོད་རེད་ལབ་དུས་ཨ་ནི་ད་བོད་སྐད་མ་ཤེས་ན་ཨ་ནི་དེ་ཚོ་གོ་ཆོད་ཡ་ག་ལ་ཧ་གོ་ཡོད་རེད།

ནང་ཆོས་བཅོས་མ་ཟིན་ངེས་ནི་འདི་ནང་ཆོས་ལ་ནི་པོ་ཆེད་དུ་ཀཱ་ལི་རྒྱ་འབད་བརྩོན་བྱས་སློབ་གྲྭ་ག་བ་བཏང་དགོས་ས་བཏང་ནི་སོ་ད་སློབ་གྲྭ་ཟུར་ལ་ད་གྲམ་ལ་ཉེ་འཁོར་ལ་བོད་ཡིག་སློབ་གྲྭ་འགྲོ་མེད་ན་ཨ་ནི་ད་ལྟ་དྲ་ཐོག་སློབ་གྲྭ་མང་པོ་ཡོད་རེད་དྲ་ཐོག་སློབ་གྲྭ་བོད་ཡིག་བོད་སྐད་བསླབ་མཁན་ཡོད་རེད་དེ་ཚོ་ལ་ཐུགས་ཡ་རོལ་གྱིས་ཨ་ནི་ད་དུང་ཆུང་དུས་ནས་ཨ་ནི་རྨང་གཞི་ཡག་པོ་བཟོས་པོ་སླར་འབད་བརྩོན་བྱས་ཨ་ནི

ང་རང་ལ་བཀའ་དྲིན་ཆེན་པོ་རེད་བསམ་གྱི་འདུག་ཁ་ན་ནི་སྤུན་མོ་གཞན་པ་ཚོ་ལ་ནི་ང་འདྲ་བོ་ད་བོད་ཡིག་གི་རིག་གཞུང་དང་སྐད་ཡིག་དང་བྱང་ཡིག་གི་ནི་ཅིག་དེ་ལ་དོ་སྣང་སླེ་རེད་བསམ་ནས་དོ་སྣང་སླེ་ཡག་ཆེད་དུ་ཨེ་ནི་འདི་སླེབས་ཀྱི་ཡོད་ཨེ་ནི་འདི་ཚོ་ལ་ཨེ་གོ་བ་སྐྱེ་ཡི་འདུག་ད་ནི་དེ་ཡིན་ཙང་ངས་བསམ་ན་ཨ་ནི་ཕ་མ་དེ་ཚོ་དེ་ནང་བཞིན་ཨ་ནི་འབད་བརྩོན་གྱིས་ཨ་ནི་དཀའ་ལས་རྒྱག་སྤུན་གྱི་བོད་ཡིག་དང་བོད་སྐད་བྱང་ཡིག་གི་ཨ་ནི

ཐབས་གཅིག་ནི་གོང་ས་མཆོག་བཀའ་དྲིན་དང་ཨ་ནེ་དེ་འདྲ་ཡོད་ནི་སློབ་གྲྭ་ཆོས་རིག་ལྗོན་ཤང་གི་བཀའ་དྲིན་ཨ་ནེའི་ཕ་མ་ཡི་བཀའ་དྲིན་གྱིས་རེད་ཨ་ནེ་དེང་སང་ཁོང་ཚོ་ལ་ནི་སྙིང་ཐག་པ་ནས་ཐུགས་རྗེ་གནང་བཞག་ཡིན།
རེད་ལགས་ཨ་ནེ་ཡིན་ད་གི་ནི་བོད་ཀྱི་བོད་ཤེས་ཡག་དེ་ཤེས་ཆེ་བོ་ཡིན་པ་ད་ལྟ་རྒྱ་ཆེ་སར་སྐྱེས་ན་དཔེ་མོ་ཤེས་ཡག་ད་ངས་ཤེས་ཤེས་མ་རེད་དོན་དྲ་བ་ཤོས་ཤེས་ཤེས་མ་རེད་ཡིན་ན་ཡང་ད་ང་ཚོ་ག་རེ་རེད་ཤེས་ཟེར་ན། ང་ཚོ་ས་གནས་ད་ང་ཚོ་བོད་འཇམ་རེད་ན་སློབ་གྲྭ་ཁག་གཉིས་ཡོད་རེད་དེ་ལ་ཨ་ནི་ས་གནས་ཁག་ད་ས་གནས་ཁག་དྲུག་བདུན་གྱི་དེར་ཅིག་སློབ་གྲྭ་ཡོད་དེ་དུས་ད་ང་ཚོ་བོད་པ་ཚང་མ་གི་ངོས་ནས་སློབ་གྲྭ་དང་ཡང་དེ་དཔེ་མི་སྲིད་པའི་ཤས་ཆེ་བོ་རེད་བསམ་འདུག་ར་ད་ང་ཚོ་སྐད་ཡིག་གཞན་པ་དེ་ངོ་ནས་ཅིག་ས་མ་ར་ཡ་ད་ད་སོ་སོ་འདུས་ལམ་གྱི་ཆེད་དུ་སྐད་ཡིག་གཞན་པ་རྒྱང་དགོས་དེ་ཡིན་ན་བོད་སྐད་བོད་ཡིག་དེ་མ་ཤེས་པ་ཡིན་ན་ཨ་ནི་ངོས་ནས་དྲན་ནས་དེ་བས་ཀྱང་གི་ཨ་ནི་ཁ་ལ་བུ་ད་སྤུག་དེ་ལ་མ་འོངས་པ་ཕ་མ་ཚང་མ་པར་ད།

དེ་ན་ཡི་གེ་འཕགས་ཚོགས་ཀྱིས་ག་རེ་གནང་གི་འདུག་ཟེར་ན་དབུགས་སློབ་གྲྭ་གཏང་དུས་ཙམ་པ་ལ་ནི་ཡར་ཏིས་ཨོལ་ཆེན་པོ་རུ་ཆགས་ཚར་ད་ལོ་ཚིགས་དང་ག་རེ་འཇིག་ཆེན་པོ་ཆགས་ཚར་གྱི་སློབ་གྲྭ་གཏང་མཁན་གྱི་འགྲོ་བ་དེ་ཚོ་བྲིས་པ་ར་ཡིན་ན་ཡང་ཏིས་ཨ་ནི་དཀའ་ལས་ཁག་ལོ་མཐོང་འདུག་དེ་ལས་འཕགས་རྣམ་པས་ཀྱི་ནི་སྤུ་ག་སྲིད་ཆུང་གི་སྐབས་སུ་དུས་ཚོད་མང་ང་གཏང་གཏང་ཐུབ་པ་ཡིན་ན་ཡང་དེ་ནི་བོད་ཡིག་ལ་ཡིན་ན་དེ་དགེ་མཚན་ཆེ་ད་ཡག་ག་ཤེས་ཡོད་འདུག་ཨ་ནི་ཨ་ཐིས་ག་རེ་ཟེར།

རྒྱ་གར་ཕ་ཡུལ་འདྲ་བོ་མ་རེད་ད། བདུན་ཕྲག་གཅིག་ནང་ནས་ཉི་མ་གཅིག་རེད་ར་ཟླ་བ་གཅིག་ནང་ཉི་མ་བཞི་འདྲ་བོ་ཅིག་ཡོད་རེད་དེ་དེ་ལ་ཨ་ནི་ཆུ་ཚོད་བཞི་མ་ཐུབ་མེད་དུས་ཨ་ནི་ཞུ་ཞུ་བུ་དེ་ལོ་རེ་རེ་ཙི་ཉིན་གྱི་གཏང་བ་གིས་འདི་ཤེས་སོང་འདི་ཤེས་སོང་ཟེར་བ་ཚོ་རྡོག་རྡོག་བསྟན་ཡ་ཡོད་ཆུ་ཚོད་དངོས་གནས་ཡོང་མ་རེད་བསམ་འདུག་ར་ཨ་ནི། གཏང་མཁན་ཚོགས་ཀྱི་ཡིན་ན་ཡང་ད་སློབ་གྲྭ་གཅིག་གཏང་ཞོར་བསམ་གྱི་ནང་ལ་ཨ་ནི་ཁྱོད་ནི་འབད་ཚུལ་མ་བརྩི་བ་ཡིན་ན་དཔེ་དཀའ་ལས་ཁག་པོ་ཆགས་འདུག་དེ་ཡིན་དུས། སློབ་གྲྭ་དག་དང་ནང་མི་ཡང་འབད་བརྩོན་བྱེད་ཀྱི་ན་མཉམ་དུ་སློབ་གྲྭ་དང་ནང་མི་གཉིས་མཉམ་དུ་མཉམ་རོབ་བྱེད་བྱས་ནི་བུག་དེ་མོ་ནི་སློབ་སྐྱོར་སྤྲད་པ་ཡིན་ན་མོ་ནི་ཡག་པོ་ཆགས་འདུག་དེ་ནམ་རྒྱུན་དག་ང་ཚོ་དེ་བུག་ནོར་བཏགས་འདུག་རྩམ་པར་ཕ་མ་གི་རྒྱབ་སྐྱོར་ཡོད་མཁན་གི་བུག་དང་མེད་མཁན་གི་བུག་གཉིས་དང་པོ་འཛིན་གྲྭ་ནོར་ལས་ཡོང་རྒྱུ་གཅིག་པ་ཡོད་ན་ཡང་ཕ་མའི་རྒྱབ་སྐྱོར་བྱེད་བཅུག་གི་བུག་དེ་མོ་ནི་ཡར་ཡར་ཡར་ཕྱིན་འགྲོ་ཕ་མའི་དེ་ཙམ་རྒྱབ་སྐྱོར་མེད་མཁན་དེ་དེ་ག་རང་རང་རྒྱག་རོགས་དེ་ཡར་འགྲོ་ད་དེ་འདྲ་གི་ཁོ་ཉམས་མྱོང་རོགས་དེར་མཐོང་སོང་དེ་བྱེད་དུས་ཕ་མ་གིས་སློབ་གྲྭ་གཏང་གི་དང་ཕ་མས་སྐྱེལ་ཐུབ་ཀྱི་གལ་ཆེ་བོ་རེད་ཤག་ཨ་ནི་སྤུ་གུ་ལོ་གཅིག་གཉིས་གསུམ་བཏང་ནས་ཨ་ནི་བོད་ཡིག་ཤེས་མ་སོང་སོང་སེམས་ཤུགས་ཆག་ཅིང་ཕན་འགྲོ་ཡ་འགྲོ་དེ་རིང་ཡང་ཨ་ནི་གནང་རྒྱུ་མི་འདུག་མི་མཐུན་ནས་ད་ལོ་བས་ལོ་ནས་ལོ་ལོ་ནས་ལོ་བཏང་བསྡད་པ་ཡིན་ན་མ་འོངས་པ་ཁྱེད་རང་དེ་བོད་ཡིག་ཤེས་པ་ཙམ་མ་ཚིག་བ་གས་ད་བོད་པའི་གི་གོམས་གཤིས་ཅིག་ད་གཞས་ཞབས་བྲོ་ཡིན་ན་རེ་ཀ་བཤད་སྟངས་ཡིན་ན་རེ་ག་རེ་ཐུག་ནས་ཡིན་ན་ཨ་ནི་ཕུག་སློབ་གྲྭ་གཏང་རྒྱུ་དང་མ་ཐང་རྒྱུའི་པར་བ་ལ་དཔེ་མི་སྲིད་པའི་ཁྱད་པར་ཆེན་པོ་ཡོང་རེད་བསམ་གི་འོ་དེ་ཅི་དེ་ནས་ང་ཚོ་སློབ་གྲྭ་གཏང་ཡ་དེ་དཔེ་གལ་ཆེ་བོ་མཐོང་གི་འདུག། བཏང་ཡག་དེ་ཡང་དུས་སུ་བཏང་ནི་ཁོས་ཤེས་མི་འདུག་ཚོ་ཞིང་འཐེན་སོང་བ་དེར་མ་ཡིན་པར་མུ་མཐུད་ནས་བཏང་ཐུབ་པ་ན་དངོས་གནས་ཁྲ་ནི་གི་མ་འོངས་པ་ལ་ཕ་མ་གིས་བཞག་པ་འདུག་ཡག་ཤོས་དེ་དེ་ཆགས་འདུག་བསམ་འདུག་ངོ་དེ་འདྲ་ཚོ་ཤོད་ཡང་ཐུབ་ཅེ་ན།